ད་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་བཞི་བཅུ་ཞེ་གསུམ་རབ་གནས་མེ་སྤྲེལ་ལོའི་བོད་ཟླ་བཅུ་གཅིག་མགོ་ཟླ་བའི་ཚེས་པ་ཉི་ཤུ་བརྒྱད་དང། ཕྱི་ལོ་ཉིས་སྟོང་བཅུ་བདུན་ལོའི་ཟླ་བ་དང་པོའི་ཚེས་པ་ཉི་བརྩེགས་ལྔ་གཟའ་ལྷག་པའི་ལས་རིམ་དེ་སྙན་སྒྲོན་ཞུ་བ་ཡིན། ལས་རིམ་འདིའི་ནང་དུ་ཡོ་རོབ་གྲོས་ཚོགས་ཀྱི་ཚོགས་གཙོ་གསར་བར་བདམས་ཐོན་བྱུང་བ་སྐུ་ཞབས་ཨན་ཏོ་ནེའོ་ཏཱ་ཇཱ་ནི་མཆོག་ལ་བོད་མི་མང་སྤྱི་འཐུས་ལྷན་ཚོགས་ནས་འཚམས་འདྲི་ཞུས་འདུག་ཧྥ་རན་སི་གྲོས་ཚོགས་ནང་དུ་ཡང་བོད་དོན་རྒྱབ་སྐྱོར་གྱི་གྲོས་ཆོད་བཞག་རོགས་ཅེས Brussels སྐུ་ཚབ་དོན་གཅོད་ནས་ཧྥ་རན་སི་གྲོས་ཚོགས་འཐུས་མི་མཇལ་འཕྲད་སྐབས་སུ་རེ་འདུན་ཞུས་འདུག་དེ་བཞིན་ད་རིང་གཟའ་ལྷག་པའི་ནང་ཆོས་ངོ་སྤྲོད་ཀྱི་ལས་རིམ་ནང་དུ་ནང་པའི་ལྟ་གྲུབ་ཀྱི་སྤྱི་བཤད་ཇི་ལྟར་ཡིན་པ་བཅས་ཞུ་རྒྱུ་ཡོད་པས་གསར་འགྱུར་ལས་རིམ་མུ་མཐུད་བཟོས་རོགས་གནང། ཡོ་རོབ་གྲོས་ཚོགས་ཀྱི་ཚོགས་གཙོ་གསར་བར་བདམས་ཐོན་བྱུང་བའི་ཨི་ཏི་ལིའི་ཆབ་སྲིད་མི་སྣ་སྐུ་ཞབས་ཨན་ཏོ་ནེའོ་ཏཱ་ཇཱ་ནེ་མཆོག་ལ་བོད་མི་མང་སྤྱི་འཐུས་ལྷན་ཚོགས་ནས་འཚམས་འདྲི་ཞུས་འདུག་སྐུ་ཞབས་ཏཱ་ཇཱ་ནེ་མཆོག་བདུན་ཕྲག་སྔ་མའི་གཟའ་མིག་དམར་གྱི་ཉིན་མོར་འོས་འདེམས་བྱུང་ཡོད་པ་རེད། དཔལ་ལྡན་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་གཙོ་མཁན་པོ་བསོད་ནམས་བསྟན་པའི་མཆོག་གིས་ཁོང་ལ་ལས་དོན་གང་ཅིར་བྱ་བ་ལམ་ལྷོང་ཡོང་བ་དང་ཡོ་རོབ་སྤྱི་མཐུན་ཚོགས་པའི་སྒྲིག་འཛུགས་འདི་གཅིག་སྒྲིལ་ཐོག་མུ་མཐུད་སྲ་བརྟན་དུ་གནས་ཐུབ་པའི་སྨོན་འདུན་ཞུས་འདུག་ལ། ད་བར་དུ་ཡོ་རོབ་གྲོས་ཚོགས་ནང་དུ་བོད་དོན་རྒྱབ་སྐྱོར་གྱི་གྲོས་ཆོད་རིམ་པ་བཞག་གནང་བ་དང་གྲོས་ཆོད་མཐའ་མ་དེ་ཉེ་ལམ་འཛམ་གླིང་ནང་ཆེས་སྙན་གྲགས་ཆེ་བའི་བོད་བརྒྱུད་ནང་བསྟན་གྱི་བསྟི་གནས་གསེར་རྟ་བླ་རུང་ཆོས་སྒར་ཐོག་ལ་བཞག་པ་བཅས་བོད་དོན་རྒྱབ་སྐྱོར་གནང་བ་དེར་ཡང་ཡི་རང་བསྔགས་བརྗོད་ཞུས་འདུག་མུ་མཐུད་གསུང་འཕྲིན་ནང་དུ་སྤྱི་ནོར་ཁོང་སྐྱབས་མགོན་ཆེན་པོ་མཆོག་གིས་ཡོ་རོབ་སྤྱི་མཐུན་ཚོགས་པ་ལྟ་བུ་རྒྱལ་ཁབ་མང་པོ་སྤྱི་བའི་སྒྲིག་འཛུགས་གཅིག་གི་འོག་ཏུ་མཉམ་གནས་བྱ་རྒྱུའི་གཞི་རྩའི་འཆར་སྣང་ཐད་ལ་བསྔགས་བརྗོད་ཤུགས་ཆེ་མཛད་བཞིན་ཡོད་པ་དང་འདིས་རྒྱལ་ཁབ་ཕན་ཚུན་འཆམ་མཐུན་དང་མཉམ་གནས་ཐུབ་རྒྱུའི་མིག་དཔེ་བཟང་པོ་བསྐྲུན་རྒྱུ་ཡིན་པ་གསུངས་འདུག་པ་དང་ཆབས་ཅིག་དབུ་ཁྲིད་ཁོང་ནས་བོད་ནང་གི་རྫ་དྲག་གནས་སྟངས་ལྷིང་འཇགས་དང། རྒྱ་ནག་གཞུང་གི་དཔོན་རིགས་ཚོ་དང་ལྷན་དུ་གཉིས་སྨན་དབུ་མའི་ལམ་གྱི་སྲིད་བྱུས་ལ་གཞི་བཅོལ་ནས་བོད་ཀྱི་གནད་དོན་སེལ་རྒྱུར་རྒྱབ་སྐྱོར་ཡོང་བའི་རེ་འདུན་བཅས་ཞུས་འདུག། ཟླ་བ་སྔོན་མའི་ནང་ཡོ་རོབ་གྲོས་ཚོགས་སུ་རྒྱ་ནག་གཞུང་གིས་གསེར་རྟ་བླ་རུང་ཆོས་སྒར་གཏོར་བཤིག་གཏོང་བཞིན་པ་དེ་འཕྲལ་མར་མཚམས་འཇོག་དགོས་པའི་གྲོས་ཆོད་བཞག་གནང་ཡོད་པ་ལྟར་ཧྥ་རན་སི་གྲོས་ཚོགས་ནང་དུ་ཡང་དེ་མཚུངས་ཀྱི་གྲོས་ཆོད་བཞག་གནང་ཡོང་བའི་རེ་འདུན་ཞུས་འདུག་ཁ་སང་ཚེས་པ་ཉིན་རྩ་བཞི་ཉིན་སྦྲ་སིལ་སྐུ་ཚབ་དོན་གཅོད་ཀྲ་ཤིན་ཛོ་ལགས་ཧྥ་རན་སི་གྲོས་ཚོགས་སུ་བཅར་ཏེ་གྲོས་ཚོགས་འོག་མའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་གཙོའི་ལས་རོགས་སྐུ་ཞབས་ཇིན་པ་ཐྲིག་གིལ་དང Noel Mamir རྣམ་གཉིས་དང་གཞན་བོད་དོན་རྒྱབ་སྐྱོར་ཚོགས་མི་གཅིག་བཅས་དང་མཇལ་འཕྲད་ཞུས་ནས། ཆུ་ཚོད་གཅིག་ཙམ་གྱི་རིང་ལ་བོད་དོན་དང་འབྲེལ་བའི་སྐོར་ལ་བཀའ་མོལ་བྱུང་བའི་སྐབས་སུ་གཙོ་བོ་གོང་གི་རེ་འདུན་དེ་ཞུས་འདུག་སྐབས་དེར་གྲོས་ཚོགས་འཐུས་མི་ངོས་ནས་བོད་མིའི་བདེན་པའི་འཐབ་རྩོད་ལ་རྒྱབ་སྐྱོར་མུ་མཐུད་གནང་རྒྱུ་ཡིན་པའི་ཁས་ལེན་གནང་ཡོད་པ་མ་ཟད། ལྷག་པར་དུ་བོད་ཀྱི་ཁོར་ཡུག་གནས་སྟངས་དེ་བོད་ཙམ་དུ་མ་ཟད་པའི་ཨེ་ཤི་ཡ་དང་འཛམ་གླིང་ཁྱོན་དུ་ཤུགས་རྐྱེན་ཧ་ཅང་ཐེབས་ཀྱིན་ཡོད་པར་བརྟེན་གནད་འགག་ཆེན་པོ་ཆགས་ཡོད་པ་ཡང་གསུངས་འདུག་སྤྱིར་ཧྥ་རན་སི་གྲོས་ཚོགས་འོག་མའི་བོད་དོན་རྒྱབ་སྐྱོར་ཚོགས་པ་དེ་ནི་ཐོག་མ་གཅིག་སྟོང་དགུ་བརྒྱ་དགུ་བཅུ་ལོར་གསར་འཛུགས་གནང་བ་ཞིག་དང། གྲོས་ཚོགས། བོད་དོན་རྒྱབ་སྐྱོར་ཚོགས་པ་འདིའི་ནང་དུ་བོད་དོན་རྒྱབ་སྐྱོར་བ་གྲོས་ཚོགས་འཐུས་མི་གྲངས་བཞི་བཅུ་ཞེ་ལྔ་ཡོད་པ་རེད་འདུག་དེ་ནས་རེས་ལག་པ་ནང་ཆོས་ངོ་སྤྲོད་ཀྱི་ལས་རིམ་ནང་དུ་ནང་པའི་ལྟ་གྲུབ་ཀྱི་སྤྱི་བཤད་ཇི་ལྟར་ཡིན་པ་དགེ་བཤེས་བློ་བཟང་ཟླ་བ་ལགས་ཀྱིས་ངོ་སྤྲོད་གནང་བ་འདི་གཟིགས་རོགས་གནང། ནང་པའི་ལྟ་གྲུབ་ཀྱི་ད་ཅི་བཤད་ཅིག་ཞུས་པ་ཡིན་ན། ད་རེད་ད། ཨ་ལེ་ངས་ལ་ཡ་ད་དུས་ཅིག་ཞུ་གི་ཡིན་ད་རོ་བ། ཨ་ནེ། ད་དང་པོ་དེ་ལ་ཡ། ཨ་ལེ་རྡོག་རྡོག་རྡོག་རྡོག་ངས་ལ་ཅིག་ཞུ་ཨ་ནེ་གནད་འགག་དེ་ཞུ་གི་འདུག་ཞུས་པ་ཡིན་ན། ད་ཅི་སྟངས་བྱས་པ་ཡིན་ན། གོ་བདེ་པོ་བཤད་ན། ཨ་ནི་ནང་པའི་ལྟ་བ་ཟེར་ཡ་དེ་ཨ་ནི། ཅིག་རྡོག་རྡོག་འདྲ་བོ་གནད་འགག་གཙོ་བོ་འདྲ་བོ་དེ་བདག་མེད་པའི་ལྟ་གྲུབ་ཟེར་དེ་ཡིན་པ་རེད། ཀུན་མཁྱེན་བླ་མ་འཇམ་དབྱངས་བཞད་པའི་གྲུབ་མཐའི་ནང་ལ། བདག་ལྟའི་གཞན་ཡུལ་འགྲུབ་གོ་ཕྱི་ནང་གཉིས་གསུངས་འདུག་བ། ཕྱི་རོལ་པ་དང་ནང་པ་གཉིས་ལ་ཁྱད་པར་བྱེད་སྟངས་གཉིས་ཡོད་རེད། སྤྱོད་པའི་ཐོག་ནས་བྱེད་སྟངས་གཅིག་ལྟ་བའི་ཐོག་ནས་བྱེད་སྟངས་གཅིག་ཡོད་རེད། ད་སྤྱོད་པའི་ཐོག་ནས་སྐད་ཆ་བཤད་ཡ་ཡིན་ན་ད་སྤྱོད་པ་ཟེར་དགོས་རེད་པ་ད། གང་ལྟ། དད་པ་བྱེད་དང་སྐྱབས་སུ་འགྲོ་སྟངས་ཐོག་ནས་བལྟས་ན། དཀོན་མཆོག་གསུམ་ལ་སྐྱབས་གནས་ཡང་དག་ཏུ་ལྟ་བའི་སྒོ་ནས་དཀོན་མཆོག་གསུམ་ལ་སྐྱབས་སུ་འགྲོ་བ་དེ་ནི་ནང་པ། དཀོན་མཆོག་གསུམ་ལ་སྐྱབས་སུ་འགྲོ་བ་མ་ཡིན་པ་འཇིག་རྟེན་པའི་ལྷ་གཞན་ལ་སྐྱབས་སུ་འགྲོ་བ་དེ་ཕྱི་རོལ་པ་གཟུགས་བྱས་ནས་ཕྱི་ནང་གི་ཁྱད་པར་གཅིག་སྟེ་འདུག་གསུང་གི་ཡོད་རེད། ཡིན་ན་ཡང། ལྟ་གྲུབ་གཅིག་དང་འབྲེལ་བའི་ཐོག་ནས་ཕྱི་ནང་གི་ཁྱད་པར་བཤད་པའི་སྐབས་ལ། བདག་ཡོད་པར་ལྟ་བ་དེ་ཕྱི་རོལ་པ། བདག་མེད་པར་ལྟ་མཁན་དེ་ནང་པ། དེ་འདྲ་ཡིན་ཙང

དེ་འདྲ་ཡིན་པ་ཡིན་ཙང་བདག་ལྟའི་གཞོན་ཡུལ་སྒྲུབ་འགོག་ཕྱི་ནང་གཉིས། སྒྲུབ་པ་ཕྱི་རོལ་པ་དང་འགོག་པ་དེ་ནང་པ་གསུངས་ཡོང་དུས། ནང་པའི་ལྟ་བ་རྟོག་ཏུ་འདྲ་བོ་དེ་བདག་མེད་པའི་ལྟ་བ་དེ་ད་ནང་པའི་ལྟ་བ་རེད། ཨ་མ་ཞིག་ནམ་རྒྱུན་སྐྱབས་འཁོར་རིམ་གྱིས་བཀའ་བསྩལ་བ་ན་བཞིན། འཛམ་བུ་གླིང་འདི་ནང་ལ་ཡང་ཆོས་ལུགས་འདྲ་མི་འདྲ་མང་པོ་ཡོད་རེད། ད་ཆོས་ལུགས་འདི་གའི་རིག་པ་དབྱེ་བ་ཕྱེ་སྟངས་མང་པོ་ཐོན་ནས་ཡོད་རེད་དེ་ལྟ་བའི་ཐོག་ནས་སྐད་ཆ་བཤད་ན། འཛམ་བུ་གླིང་འདི་ནང་ལ་བདག་ཡོད་པར་ལྟ་བའི་ལྟ་བ་དང་འབྲེལ་བའི་ཆོས་ལུགས་གཅིག་བདག་མེད་པར་ལྟ་བའི་ལྟ་བ་དང་འབྲེལ་བའི་ཆོས་ལུགས་གཅིག་བདག་མེད་པར་ལྟ་བའི་ལྟ་བ་དང་འབྲེལ་བའི་ཆོས་ལུགས་དེ་ལ་ནང་པ་སངས་རྒྱས་པ་ཁོ་ན་རེད་གསུངས་ཡས་དེ་ད་དེ་རེད། དེ་འདྲ་ཡིན་པ་ཡིན་དུས་ནང་པའི་གི་སྤྱི་བཏང་ནང་པའི་ལྟ་བ་ག་རེད་ཟེར་དུས་ཨ་ནི་བདག་མེད་པར་ལྟ་བའི་ལྟ་བ་དེ་ཡིན་འདུག་བ་གསུངས་གསུངས་ན་ཡག་པོ་ཡོད་ས་རེད། ད་དེ་ནས་ནང་པའི་ལྟ་བ་གི་ནང་ལོགས་ལ། ཏས་མ། སངས་རྒྱས་ཀྱི་གསུང་རབ་དང་མ་སྦྱར་ཡོངས་འདུས་བརྩམས་པ་ཨ་ནི་ད། གཅིག་གར་ཆགས་བསྡད་ཡོད་ལ་ན། དང་གྱིས་ཞུས་བསྡད་དེ་རེད། འཁོར་ལོ་དང་པོའི་སྐབས་ནས་གསུངས་བཞག་པས་བདེན་བཞི་དང་འབྲེལ་བའི་ལྟ་གྲུབ་ཅི་ཡོར་བ། ཨ་ནི། རྟེན་འབྲེལ་ཡན་ལག་བཅུ་གཉིས་གསུངས་པའི་སྐབས་ལ་རྟེན་འབྱུང་དང་འབྲེལ་བའི་ལྟ་གྲུབ་གཅིག་གསུངས་ཀྱི་ཡོད་རེད། དེ་ཟེར་ཡོང་དུས་བདེན་བཞི་དང་འབྲེལ་བའི་ལྟ་གྲུབ་ཟེར་ཡས་ཀྱི་སྐད་ཆ་དེའི་ནང་ལོགས་ལ་སླེབས་ཡོང་དུས། ད་བཅོམ་ལྡན་འདས་ཀྱིས་འདི་གསུངས་ཡོད་པ་བདེན་པ་བཞི་གསུངས་ཡོང་དུས་བདེན་བཞི་ལན་གསུམ་རྣམ་གྲངས་ཆ་བཅུ་གཉིས་ཟད་ཅིག། བྱས་ཙང་བདེན་བཞི་ལན་གསུམ་ཟད་དེ། ངོ་བོ་ལ་བཟླས་པ། ནི། བྱ་བ་ལ་བཟླས་པ། བྱ་བ་འབྲས་བུ་དང་བཅས་པ་ལ་བཟླས་པ། ངོ་བོ་ལ་བཟླས་པ་ཟད་ན་ལ། འདི་ནི་སྡུག་བསྔལ་འཕགས་པའི་བདེན་པའོ་འདི་ནི་ཀུན་འབྱུང་འཕགས་པའི་བདེན་པའོ་འདི་ནི་འགོག་པ་འཕགས་པའི་བདེན་པའོ། འདི་ནི་ལམ་འཕགས་པའི་བདེན་པའོ། ད་ཅིག་བྱ་བ་ལ་བཟླས་པ་ན་ལ་སྡུག་བསྔལ་ཤེས་པར་བྱ་ཀུན་འབྱུང་སྤང་བར་བྱ་འགོག་པ་མངོན་དུ་བྱ་ལམ་བསྒོམ་པར་བྱ། བྱ་བ་འབྲས་བུ་དང་བཅས་པ་ལ་བཟླས་པ་ལ་སྡུག་བསྔལ་ཤེས་པར་བྱ་སྟེ་ཤེས་པར་བྱ་མེད་ཀུན་འབྱུང་སྤང་བར་བྱ་སྟེ་སྤང་བར་བྱ་མེད་འགོག་པ་མངོན་དུ་བྱ་སྟེ་མངོན་དུ་བྱ་མེད་ལམ་བསྒོམ་པར་བྱ་སྟེ་བསྒོམ་པར་བྱ་མེད་གསལ་ཏེ་བདེན་བཞི་ལན་གསུམ་གསལ་བཟླས་པ་བཟླས་པ་གསུམ་དུ་དེ་བྱས། ད་རྣམ་གྲངས་ཆ་བཅུ་གཉིས་གཟིགས་ཡོངས་འདུས་ཙམ་པ། ངོ་བོ་ལ་བཟླས་པའི་སྐབས་སུ་བཞི། བྱ་བ་ལ་བཟླས་པའི་སྐབས་སུ་བཞི། བྱ་བ་འབྲས་བུར་བཅས་པའི་སྐབས་སུ་བཞི་བཞི་གསུམ་བྱས་ནས་ནི། བཅུ་གཉིས་དེ་བྱས། ད་སྡུག་བསྔལ་བདེན་པ་གསུངས་པའི་ཁ་ཐུག་དེ་ལ་ནི་ཁྱད་ཆོས་བཞི།

ལྟ་བ་དང་དུ་སྣང་བའི་ལྟ་གྲུབ་ཟད་དེ་དེ་བྱས། ད་དེ་ནས་དེ་དང་འབྲེལ་ནས་ཚུར་བྱུང་ངོ་དེ་ལ་ཡ་ག་རེ་གྱི་གར་སོང་རེད་ང་ཚོ་ནམ་རྒྱུན་ཆོས་ཀྱི་སྡོམ་བཞི་གསུངས་པའི་སྐབས་ལ་ནང་པའི་ལྟ་བ་གཅིག་གསུངས་པར་བ། འདུས་བྱས་ཐམས་ཅད་མི་རྟག་པ་ཀ་ཟག་འདུས་བྱས་ཐམས་ཅད་མི་རྟག་པ་ཟག་བཅས་ཐམས་ཅད་སྡུག་བསྔལ་བ་ཆོས་ཐམས་ཅད་སྟོང་ཞིང་བདག་མེད་པ་མྱ་ངན་ལས་འདས་པའི་ཞི་བའོ་གསུངས་རེད། དེ་སུ་དེ། སྡུག་བསྔལ་བདེན་པའི་སྟེང་གི་མི་རྟག་པ་གསུང་ཡན་དེ་ཡི་གནད་འགག་དེ་དང། འདུས་བྱས་ཐམས་ཅད་མི་རྟག་པར་ལྟ་བའི་ལྟ་བ་གསུང་ཡན་གཉིས་དེ་འདྲ་པོ་ཡིན་པ་རེད་བསམ་བློ་གཏོང་ས་དེ་རེད་བ། འདུས་བྱས་ཐམས་ཅད་མི་རྟག་པས་བྱས། ཟག་བཅས་ཐམས་ཅད་སྡུག་བསྔལ་བ་ཟེར་ཡ་དེ་སྡུག་བསྔལ་བདེན་པའི་སྟེང་གི་ཁྱད་ཆོས་སྡུག་བསྔལ་གསུང་ཡན་དེ་དང་ཟག་བཅས་ཐམས་ཅད་སྡུག་བསྔལ་བ་གསུང་ཡན་གཉིས་དེ་འདྲ་པོ་ཡིན་པ་རེད། ཟག་བཅས་ཐམས་ཅད་སྡུག་བསྔལ་བ། ཨ་ནི། དེའི་གཞུག་གུ་དེ་ལ་ཆོས་ཐམས་ཅད་སྟོང་ཞིང་བདག་མེད་པར་ཤེས་པའི་སྟོང་བ་ཟད་དེ་ཤེས་པའི་ཁ་ཐུག་དེ་ལ་སྡུག་བསྔལ་བདེན་པའི་སྟེང་གི་ཁྱད་ཆོས་སྟོང་བ་དེ་དང་ཆོས་ཐམས་ཅད་སྟོང་ཞིང་ཤེས་པའི་སྟོང་བ་གཉིས་དེ་གཅིག་པར་བྱས། ད་སྡུག་བསྔལ་བདེན་པའི་སྟེང་གི་ཁྱད་ཆོས་བཞི་པ། བདག་མེད་པའི་ལྟ་བ་གསུང་ཡས་དེ་དང། ནི། ད་ལྟ། འདུས་བྱས་ཐམས་ཅད་མི་རྟག་པ་ཟག་བཅས་ཐམས་ཅད་སྡུག་བསྔལ་བ་ཆོས་ཐམས་ཅད་སྟོང་ཞིང་བདག་མེད་པ་ཟད་གཉིས་དེ་གཅིག་པ་ཡིན་པ་རེད། ད་མྱ་ངན་ལས་འདས་པའི་ཞི་བ་ཟད་ཀྱི་ལྟ་བ་དེ། བདེན་པ་ཞིག་གི་ནང་གི་འགོག་བདེན་གསུངས་ཡོང་དུས་འགོག་པ་ཞི་བ་གྱ་ནོམ་ངེས་འབྱུང་བཤད་ཡོང་དུས་ཞི་བ་ཞེས་པའི་གོ་དོན་དེ་དང་ཨ་ནི་གཅིག་ལ་ཡར་བསྒྲིགས་ན་འགྲིག་པོ་འདུག་གཞན་ནི་གང་དག་ནང་པ་སངས་རྒྱས་པའི་ལྟ་གྲུབ་བཅོམ་ལྡན་འདས་ཀྱིས་གསུངས་ཡོང་དུས་དེ་འདྲ་གཅིག་ཐོན་ཡོང་གི་འདུག་བ། ད་ཡང་འཁོར་ལོ་དང་པོ་དང་སྦྲེལ་ནས་རྟེན་འབྲེལ་ཡང་རགས་བཅུ་གཉིས་གསུངས་ཡོང་དུས་རེ་བ།

རྟེན་ཅིང་འབྲེལ་བར་འབྱུང་བ་གང་ཞེ་ན། འདི་ཡོད་པས་ན་འདི་འབྱུང་འདི་སྐྱེས་པའི་ཕྱིར་འདི་སྐྱེ་གང་འདི་མ་རིག་པའི་རྐྱེན་གྱིས་འདུས་བྱས། འདུས་བྱས་ཡི་རྐྱེན་གྱིས་རྣམ་ཤེས་རྣམ་ཤེས་ཡི་རྐྱེན་གྱིས་མིང་གཟུགས་མིང་གཟུགས་ཡི་རྐྱེན་གྱིས་སྐྱེ་མཆེད་སྐྱེ་མཆེད་ཡི་རྐྱེན་གྱིས་རེག་པ་རེག་པའི་རྐྱེན་གྱིས་ཚོར་བ་ཚོར་བའི་རྐྱེན་གྱིས་སྲེད་པ་སྲེད་པའི་རྐྱེན་གྱིས་ལེན་པ་ལེན་པའི་རྐྱེན་གྱིས་སྲིད་པ་སྲིད་པའི་རྐྱེན་གྱིས་སྐྱེ་བ་སྐྱེ་བའི་རྐྱེན་གྱིས་རྒ་ཤི་རྒ་ཤི་ཡི་རྐྱེན་གྱིས་སྡུག་བསྔལ་དང་སྨྲེ་སྔགས་ལ་སོགས་དང། སྡུག་བསྔལ་གྱི་ཕུང་པོ་ཆེན་པོ་འབའ་ཞིག་པནི་འབྱུང་བར་འགྱུར་རོ་ཟེར་ནས་གསུངས་ཡོང་དུས། འོ་ད། དེའི་ཁ་ཐུག་དེ་ལ་རྒྱུ་འབྲས་རྟེན་འབྱུང་དེའི་གསུངས་ཡིན་པ་རེད་རྒྱུ་འབྲས་རྟེན་འབྱུང་གི་ལྟ་བ། ད་འདི་གསུངས་སྟངས་དེ་ཡང་སློབ་དཔོན་ཐོགས་མེད་ཀྱིས་ཕ་སྐད་ཅིག་གནད་འགག་པ་སྦྱར་ཡོང་དུས་ཨནི་རྐྱེན་གསུམ་གྱིས་སོགས་ནས་རེད་བ། འདི་ཡོད་པས་འདི་འབྱུང་ཞེས་པའི་ཚིག་འདི་གིས་ཨནི། རྐྱེན་དང་པོ། ད། གཡོ་བ་མེད་པའི་རྐྱེན་ལ་བརྟེན་ནས་བྱུང་བ་དེ་བསྟན། འདི་ཡོད་པས་འདི་འབྱུང། འདི་སྐྱེས་པའི་ཕྱིར་འདི་སྐྱེ་ཞེས་པའི་ཚིག་འདི་ཀྱིས་ནི། མི་རྟག་པའི་རྐྱེན་ལས་དེ་ནི་བྱུང་བ་འདི་བསྟན། གང་འདི་མ་རིག་པའི་རྐྱེན་གྱིས་འདུས་བྱས་ཞེས་སོགས་ཀྱིས་ནི་ནུས་པའི་རྐྱེན་ལས་བརྟེན་ནས་བྱུང་བ་འདི་གསུངས་ནས། གང་ལྟར། འདུས་བྱས་ཀྱི་ཆོས་ཅི་ཡིན་ཚ་བའི་གཞུག་གུ་དེ་ལ། རང་རང་གི་རྒྱུ་དང་རྐྱེན་ལ་བརྟེན་ནས་ཏག་ཏག་ཇི་ལྟར་སྐྱེ་དགོས་ཡ་གཅིག་གསུངས། དེ་འདྲ་ཡིན་པ་ཡིན་ཙང་རྒྱུ་འབྲས་རྟེན་འབྱུང་གི་ལྟ་བ་བསལ་ཏེ་གསུངས། དེ་དང་འབྲེལ་ནས་ཕྱི་ཡི་རྒྱུ་འབྲས་ནང་གི་རྒྱུ་འབྲས་མང་པོ་ཅི་མ་གསུངས་ནས་ནང་གི་རྒྱུ་འབྲས་ག་དུ་སླེབས་ཡོང་དུས་ཨ་ནི་གཞི་ནས། བསམ་བློའི་ནང་ལ། ཅེས་ག་ཚུགས་རེད་སེམས་ཀྱི་ནང་ལ། ཨ་ནི། ད་སེམས་པ་བཟང་པོ་ཡིན་ན་ཡིན་འདྲ་ངན་པ་ཡིན་ན་ཡིན་འདྲ་བསམ་བློ་གཏོང་སྟངས་ཀྱི་ནང་ལ་སེམས་བྱུང་སེམས་པ་བསལ་བཅོས་བར་བྱེད་དེ་ལས་བྱེད། དེ་འབྲེལ་གྱི་སེམས་བྱུང་སེམས་དཔའ་དེ་གྱིས་ཨ་ནི་སེམས་པར་བྱེད་པའི་བྱེད་ལས་བཟང་ངན་དེ་འདྲ་ཅིག་གི་ལས་ཅིག་གྲུབ་ནས་དེ་ལ་བརྟེན་ནས་མ་འོངས་པ་འབྲས་བུ་བདེ་སྡུག་ཡོང་སྟངས་ཀྱི་སྐད་ཆ་དུ་མ་བཤད་ཡོང་དུས་ཨ་ནི་ལས་འབྲས་བྱས་ནས་ཀརྨ་སལ་གྱི་གནས་ཚུལ་དེ་སླེབས་པ་རེད་དེ་འདྲ་ཡིན་པ་ཡིན་ཙང་དེ་དང་འབྲེལ་ནས་ཕ་བཤད་ཡོང་དུས་ཨ་ནི་ལས་འབྲས་ཀྱི་ལྟ་བ། ལས་རྒྱུ་འབྲས་ཀྱི་ལྟ་བ་དེ་གསུངས། ད་ལས་རྒྱུ་འབྲས་ཀྱི་ལྟ་བ་དེ་ལ་འཇིག་རྟེན་པའི་ཡང་དག་པའི་ལྟ་བ་གསུང་གི་ཡོད་རེད། འོ་ད་དེའི་ཆ། དེ་དེ་གས་དེ་ཡང་ནང་པ་སྟོན་པ་བཅོམ་ལྡན་འདས་ཀྱི་ད་ནང་པའི་ལྟ་གྲུབ་གསུང་སྟངས་ཀྱི་སྐོར་དེ་དེའི་ཆ། ད་དེ་ནང་བཞིན་བྱས་ནས་ད་བ་རྒྱལ་རུ་བཏང་ཡོང་དུ་བརྩམས་པ། ད། འཁོར་ལོ་བར་པའི་ཤེར་ཕྱིན་གྱི་མདོ་ཡི་སྐབས་སུ་ཨ་ནི་བཅོམ་ལྡན་འདས་ཀྱིས་ཨ་ནི། བསྔོ་ལྡན་སྟོང་ཉིད་གང་དག་སྟོང་པ་ཉིད་ཀྱི་རྣམ་བཞག་དེ་གསུངས། ཆོས་ཀྱི་བདག་མེད་སྟོང་པ་ཉིད་ཟད་དེ་གསུངས། ད་སྟོང་པ་ཉིད་ཀྱི་ལྟ་བ་དེས་ནང་པའི་ལྟ་བ་བྱས། ད་སྟོང་པ་ཉིད་ཀྱི་ལྟ་བ་དེ་མ་འདྲེས་བཤད་རྒྱ་ཡོངས་དུ་བརྩམས་པ། ཨ་ནི་གཞི་ནས། ཨ་ནི། སེམས་ཙམ་པའི་རྣམས་ཀྱིས་སྟོང་ཉིད་ཀྱི་ལྟ་བ་འདྲེས་བཤད་རྒྱ་ཡོངས་དུ། ཨ་ནི། ཡུམ་འབུམ་ནས་གསུང་བཞག་པས་ཡུམ་བརྒྱད་ཁྲི་བདུན་གསུམ་ལ་སོགས་པ་དེ་དག་ནས་གསུང་བཞག་པའི་སྟོང་ཉིད་དེ་སྒྲ་ཇི་བཞིན་པ་མ་རེད། དེ་དགོངས་པ་འགྲེལ་དགོས་རེད། འོ་ན། དགོངས་པ་འགྲེལ་དེ་ག་འདྲས་འགྲེལ་དགོས་རེད་ཟེར་དུས་མདོ་སྡེ་དགོངས་འགྲེལ་ལ་བརྟེན་ནས་ཧ་གོ་དགོས་རེད། མདོ་སྡེ་དགོངས་འགྲེལ་གྱི་སྐབས་སུ་ཨཱ་ནི་མཚན་ཉིད་གསུམ་གྱི་རྣམ་གཞག་དང་འབྲེལ་ནས་རེད་བ། ཀུན་བརྟགས་རང་གི་མཚན་ཉིད་ངོ་བོ་ཉིད་ཀྱིས་མེད་པ་གཞན་དབང་གཞན་དབང་ཨཱ་ནི་བཅས་ཀྱི་དོན་དམ་པ་ངོ་བོ་ཉིད། རེད། གཞན་དབང་སྐྱེ་བ་ངོ་བོ་ཉིད་མེད་པ། ཡོངས་གྲུབ་དོན་དམ་པ་ངོ་བོ་ཉིད་མེད་པ། ཟེར་གསུམ། གསུངས་ནས། ངོ་བོ་ཉིད་མེད་པ་གསུམ་ལ་དགོངས་ནས་འཁོར་ལོ་བར་པའི་སྐབས་སུ་དེ་འདྲ་གསུངས་རེད། དེ་ཡོད་དུས་བཅོམ་ལྡན་འདས་ཀྱི་དགོངས་པ་མཐར་ཐུག་གི་སྟོང་ཉིད་ལྟ་བ་གར་རེད་ཟེར་དུས་མདོ་སྡེ་དགོངས་འགྲེལ་ནས་གསུངས་པའི་སྟོང་ཉིད་ལྟ་བ་རེད། འོ་ན་མདོ་སྡེ་དགོངས་འགྲེལ་ནས་གསུངས་པའི་སྟོང་ཉིད་ལྟ་བ་ཟེར་དེ་ག་འདྲ་རེད་ཟེར་དུས་ད་དེ་ལ་དཔེ་བཀྲ་ཤིས་རྒྱ་ཆེན་པོ་བཅོལ་བར་ཐལ། རྟོགས་རྟོགས་ཚུལ་བསྒྲིལ་བ་ཡིན་ན། སྟོང་གཞི་ཆོས་ཅན་གཞན་དབང་རེད། གཞན་དབང་གི་སྟེང་དུ་སྟོང་པ་གཉིས་ཀྱི་དགག་བྱ་དེ་ག་རེ་རེད་ལ་ན་དཔེར་ན་གཟུགས་འདྲ་བོ་དེ། དཔེར་ན་ངའི་ལག་པ་འདྲ་བོ་དེ་ལག་པ་དེ་ནི་སྟོང་པ་གཉིས་གཏན་ལ་འབེབས་ས་ཀྱི་སྟོང་གཞི་ཆོས་ཅན་རེད། དེ་གཞན་དབང་བྱས་རྒྱུ་དང་རྐྱེན་ལ་བརྟེན་ནས་བྱུང་བའི་གཞན་དབང་ཡིན་རྐྱེན་གྱི་དཔེ་མཚོན་ལག་པ་བྱས། དེ་འདྲའི་ལག་པ་དེ་ལག་པ་ལག་པ་ཞེས་པའི་སྒྲ་འཇུག་པའི་འཇུག་གཞིར་རང་གི་མཚན་ཉིད་ཀྱི་ཡོག་མ་རེད། ལག་པ་ལག་པ་ཞེས་པའི་སྒྲ་འཇུག་པའི་འཇུག་གཞིར་རང་གི་མཚན་ཉིད་ཀྱི་ཡོད་ན་དེ་འདྲའི་རང་གི་མཚན་ཉིད་ཡོད་པ་དེ་ཨ་ནི་སྟོང་པ་ཉིད་ཀྱི་དགག་བྱ་ཀུན་བཏགས་རེད། དེ་འདྲའི་དགག་བྱ་ཀུན་བཏགས་ཀྱི་སྟོང་པ་དེ་ཨ་ནི་སྟོང་ཉིད་རེད། བྱས་ནས། འཇུག་གཞི་རང་མཚན་གྱིས་གྲུབ་པའི་སྟོང་པ་དེ་འདྲའི་ཀྱི་སྟོང་ཉིད་གཅིག་གསུངས་རེད། དེས་ཨ་ནི། སྤྱིར་སེམས་ཙམ་པ་སྤྱི་ཡོངས་ཀྱི་སྲུང་གི་ཡོད་རེད་གཙོ་བོ་གཙོ་བོ་དེ་ལུང་གི་རྗེས་འབྲང་གི་སེམས་ཙམ་པས་ཤུགས་ཆེན་པོ་སྲུང་གི་ཡོད་རེད་ད། རིགས་པའི་རྗེས་འབྲང་གི་སེམས་ཙམ་པས་ཀྱི། སྤྱི་དང་སྟོང་ཉིད་དེ་ཁས་མི་ལེན་པ་མ་རེད་དེ་ཡིན་ནའི་ཐ་སྙད་བེད་སྤྱོད་བཏང་སྟངས་དེ་གཉིས་སྟོང་གི་དེ་ཁོ་ན་ཉིད་ཟེར་ནས་གསུངས། གཉིས་སྟོང་ཟེར་གྱི་གཉིས་དེ། དཔེར་ན། ལག་པ་དང་ལག་པ་ལག་པ་འདི་ལག་པ་བྱས། ལག་པ་འདི། ཤེས་པར་བྱེད་མཁན་གྱི་བློ་ཚད་མ་ལག་པ་འཛིན་པའི་ཚད་མ་བྱེད། ད་ལག་པ་དང་ལག་པ་འཛིན་པའི་ཚད་མ་གཉིས་དེ། གཉིས་རེད་གཉིས། ལག་པ། ལག་པ་འཛིན་པའི་ཚད་མ། བྱས་ནས་དེ་བྱེད། ད་དེ་ལ་ཡ། ཨ་ནི། གཉིས་སྟོང་ཟེར་དོན་དག་ག་རེད་ཟེར་ན། ལག་པ་དང་ལག་པ་འཛིན་པའི་ཚད་མ། གཉིས་ད་རེད་དེ་ལྡོག་པ་གཉིས་རེད། ངོ་བོ་ཐ་དད་པ་མ་རེད། ག་རེས་ལགས་ན་ལག་པ་དང་ལག་པ་འཛིན་པའི་མཚན་མ་གཉིས་ཉེར་ལེན་བག་ཆགས་གཅིག་ལ་བརྟེན་ནས་གྲུབ་པ་རེད། ལག་པ་དང་ལག་པ་འཛིན་པའི་མཚན་མ་གཉིས་ཀ་ཀུན་གཞིའི་སྟེང་དུ་ཡོད་པས་ད་ཀུན་གཞི་ཁས་མ་ལེན་ན་དྲུག་པ་ཡིད་ཤེས་ཀྱི་སྟེང་དུ་ཡོད་པས་ནི་བག་ཆགས་གཅིག་བསལ་བ་ལ་བརྟེན་ནས་ལག་པ་དང་ལག་པ་འཛིན་པའི་མཚན་མ་གཉིས་བྱུང་བ་རེད། དེ་ཡིན་ཙང་ཉེར་ལེན་བག་ཆགས་གཅིག་བསལ་སྟོབས་ཀྱིས་གྲུབ་པ་ཡིན་ཙང་ལག་པ་དང་ལག་པ་འཛིན་པའི་མཚན་མ་གཉིས་དེ་ངོ་བོ་གཅིག་རེད་བདག་ཉིད་གཅིག་རེད། བདག་ཉིད་གཅིག་ཡིན་པ་ཡིན་ཙང་བདག་ཉིད་ཐ་དད་པའི་སྟོང་པ་དེ་སྟོང་ཉིད་རེད་བྱས་ནས་འདུག་བྱས་ནས་འགྲེལ་བཤད་ཅིག་སྐྱོན་གོ་ཡོད་རེད་དེ་ཡིན་ཙང་གཉིས་སྟོང་གི་དེ་ཁོ་ན་ཉིད་སུ་དུས་བདག་ཉིད་ངོ་བོ་ཉིད་ཀྱིས་སྟོང་པའི་སྟོང་ཉིད་ངོ་བོ་མི་འདྲ་བ་གཉིས་མེད་པ་རེད་བ། ལག་པ་དང་ལག་པ་འཛིན་པའི་ཚད་མ་གཉིས་ངོ་བོ་གཅིག་ཡིན་པ་ཅིག་མཁྱེན་སོང་ན་ནི། གཉིས་ག་ས་ངོ་བོ་ཐ་དད་པ་ངོ་བོ་ཐ་དད་པའི་སྟོང་ཟེར་བར་བྱ་རེད་ག་ད་གཉིས་སྟོང་ཞེས་པའི་གཉིས་དེ་ངོ་བོ་ཐ་དད་པ་ངོ་བོ་གཉིས་ངོ་བོ་ཐ་དད་པའི་སྟོང་པ། ཨོ་དེ། ལག་པ་དང་ལག་པ་འཛིན་པའི་མཚན་མ་གཉིས་ངོ་བོ་ཐལ་སྟོང། ད་དེ་ནང་བཞིན། བུམ་པ་དང་བུམ་པ་འཛིན་པའི་མཚན་མ་གཉིས་ངོ་བོ་ཐ་དད་པའི་སྟོང་པ། གཟུགས་དང་གཟུགས་འཛིན་མཚན་མ་ངོ་ད་དུག་གཟུགས་བྱས་ནས་ད་གཟུང་རེད། ད་དེ་ཡིན་ན་ཡང། དབུ་མ། དབུ་མ་པ། དབུ་མ། དབུ་མ་པ་གིས་ཆོས་ཐམས་ཅད་བདེན་པར་འབེངས། དེ་ནང་ནས་ཀྱང་དབུ་མ་རང་རྒྱུད་པས་ཀྱིས་ཆོས་ཐམས་ཅད། ཨ་ནི། རང་ངོས་ནས་ཡོད་ཀྱང་བདེན་པར་མེད་དུ་གསུངས་ཡོད་རེད་བ། དུ་སོང་བ་རེད། ད་འདི་སོང་ཡོང་དུས་ད་དབུ་མ་པ་ཚོ་གི་ནང་ལ། ད་ལྟ་སེམས་ཙམ་པས་བཤད་པའི་སྟོང་ཉིད་ཁས་ལེན་མཁན་གཅིག་དང་མ་ལེན་མཁན་གཅིག་གཉིས་ཡོད་རེད། མདོ་སྟོད་ཆོས་པའི་དབུ་མ་རང་རྒྱུད་པ་སློབ་དཔོན་ལེགས་ལྡན་གྱི་ལྟ་བུ་སེམས་ཙམ་པའི་ལུགས་ཀྱི་སྟོང་ཉིད་དེ་སྟོང་ཉིད་ཡིན་པ་ཞར་གྱི་བཤད་ཀྱི་ཡོད་མ་རེད། དེ་ཁས་ལེན་དགོས་བ་མ་རེད། དེ་ཡོད་དུས་ཁོ་ན། མདོ་སྟོད་ཆོས་པའི་དབུ་མ་རང་རྒྱུད་པའི་ཨ་ནེ་གཅིག་སློབ་དཔོན་ལེགས་ལྡན་རྗེས་ཀྱི་ཨ་ནི་དགོངས་པ་བཞི་ཤག་བྱས་པ་ཡིན་པ་ཡིན་ན་ཨ་ནི་ད་སྟོང་པ་ཉིད་དེ་ག་བ་ཆགས་གོ་ལ་ན། འོ། བློ་གནོད་མེད་ལ་རྣ་བའི་དབང་གིས་བཞག་པ་མ་ཡིན་པ་ཡུལ་རང་གི་ཐུན་མོང་མ་ཡིན་པའི་སྡོད་ལུགས་ངོ་ནས་གྲུབ་པ་དེ་སྟོང་ཉིད་ཀྱི་དགག་བྱ་ལ་བཞག་ནས་དེ་འདྲའི་གྲུབ་པ་དེ་ཡུལ་སྟོང་པ་དེ་སྟོང་ཉིད་ཡིན་ཟེར་ནས་འགྲེལ་བཤད་མི་གདགས་ཆོག་གི། ད་དེ་བློ་གནོད་མེད་ལ་སྣང་ཞེས་པའི་བློ་གནོད་མེད་དེ་ལ། རང་གི་འཇུག་ཡུལ་ལ་མ་འཁྲུལ་པའི་བློ་གནོད་མེད་ཟེར་འགྲེལ་བཤད་རྒྱག་ཡོད་དེ་རགས་པ་རེད། རང་གི་མཚན་ཉིད་ཀྱི་འཁྲུལ་བ་སྣང་བའི་ཆ་ལ་གནོད་པ་མེད་པའི་བློ་གནོད་མེད་བསལ་བྱོས་ད་འདི་ཕྲ་མོ་རེད། རྗེ་རིན་པོ་ཆེ་ངས་དྲང་ངེས་ལས་བྱེད་སྙིང་པོ་ལ་རང་གི་ཚིག་སྙིང་གྲུབ་པ་གནང་བའི་ཆ་ལ་གནོད་པ་མེད་པ་དེ་སྦྱར་ནས་གསུངས་ཡོད་རེད་དེ་འདྲ་ཡིན་པ་ཡིན་དུས། མདོ་སྡེ་སྤྱོད་པའི་དབུ་མ་རང་རྒྱུད་པ། གང་ལྟར་སློབ་དཔོན་ལེགས་ལྡན་འབྱེད་ཁོ་ན་ཚོས་རང་མཚན་ཞར་གྱིས་བཞེད་ཀྱི་ཡོད་པ་ཡིན་ཙང་རང་གི་ཚིག་སྙིང་གྲུབ་པ་གནང་བའི་བློ་དེ་རང་གི་ཚིག་འབྲེལ་བ་སྣང་བའི་ཆ་ལ། མ་འཁྲུལ་གསུང་གི་ཡོད་རེད། ཆ་ལ། འཁྲུལ་གི་མ་རེད། དེ་འདྲ་ཡིན་ཙང། རང་གི་ཚིག་ཡིན་ཡུལ་འཁྲུལ་བ་སྣང་བའི་ཆ་ལ་གནོད་པ་མེད་པས་བློ་ལ་སྣང་བའི་དབང་གིས་ཆོས་ཐམས་ཅད་བཞག་པ་རེད། དེ་འདྲས་མ་ཡིན་པའི། ཆོས་ཡོད་སྟངས་ཀྱིས་བཤད་ན། བདེན་པར་སྒྲུབ་པར་བྱ་གི་རེད་དེ་འདྲས་ཡོད་མ་རེད་ཅེས་ནས། ད། ཡུམ་གྱི་དགོངས་པ་སྟོང་ཉིད་འགྲེལ་བཤད་རྒྱག་སྟངས་སྡུགས་སུ་བསྐྱལ་བ་རེད། ད། གར་ས། ད་ལྟ་དབུ་མ་རང་རྒྱུད་པའི་ནང་ལ་རྣལ་འབྱོར་སྤྱོད་པའི་དབུ་མ་རང་རྒྱུད་པ་དཔལ་ནཱ་མཁན་ཆེན་ཞི་བ་འཚོ་དང་ཨ་ནི་སློབ་དཔོན་ཀ་མ་ལ་ཤི་ལ་ལ་སོགས་པ་ཁོ་ན་འཚོ་གི་ཨ་ནི། ཆོས་རྣམས་བདེན་པར་མེད་སྟངས་དེ་ད་ལྟ། ལེགས་ལྡན་འབྱེད་ཀྱི་གསུངས་པ་ནང་བཞིན་གཅིག་པ་རེད། ཡིན་ན་ཡང་སེམས་ཙམ་པས་བཤད་པའི་སྟོང་ཉིད་དེ་ཡང་ཁས་ལེན་གྱི་ཡིན་གསུངས། རེད་བ། དེ་འདྲ་ཡིན་ཙང་ཕྱི་རོལ་དོན་དུ་གྲུབ་པ་མེད་གསུངས། མདོ་སྡེ་ཆོས་དབུ་མ་རང་རྒྱུད་བར་གྱི་ལེགས་ལྡན་འབྱེད་ཀྱི་ཕྱི་རོལ་དོན་དུ་གྲུབ་པ་ཡོད། སེམས་ཙམ་པའི་ལུགས་ཀྱི་སྟོང་ཉིད་སྟོང་ཉིད་མ་རེད། རྣལ་འབྱོར་ཆོས་དབུ་མ་རང་རྒྱུད་པས་སེམས་ཙམ་པའི་ལུགས་ཀྱི་སྟོང་ཉིད་དེ་ཁས་ལེན་མཁན་ཡིན། ཡིན་ནའང་དེ་སྟོང་ཉིད་ཕྲ་ཤོས་མ་རེད། སྟོང་ཉིད་ཕྲ་ཤོས་དེ་བདེན་པར་མེད་པའི་སྟོང་ཉིད་དེ་རེད། ཡིན་ནའང་སེམས་ཙམ་པའི་ལུགས་ཀྱི་སྟོང་ཉིད་དེའང་ཁས་ལེན་མཁན་ཡིན། དུ་གསུངས་ནས། གང་ལྟར། གར་ས། དེ། རྣལ་འབྱོར་སྤྱོད་པའི་དབུ་མ་རང་རྒྱུད་པའི་རྟོགས་གྲུབ་འགྲེལ་བཤད་རྒྱག་སྟངས་ལྟས་སུ་བྱས་ཀྱི་དང་མི་འདྲ་བ་འདྲ་བོ་བྱས། ཉན་ཐོས་རིགས་ཅན་རྣམས་ཀྱི་བསྒོམ་བྱར་གྱུར་པའི་ལྟ་བ་དེ། གང་ཟག་རང་རྒྱུད་ཐོས་པའི་རྫས་སུ་མེད་པའི་ལྟ་བ། རང་རྒྱལ་གྱི་རིགས་ཅན་རྣམས་ཀྱི་བསྒོམ་བྱར་གྱུར་པའི་ལྟ་བ་གཙོ་བོ་དེ་གཟུང་འཛིན་གཉིས་སྟོང་གི་ལྟ་བ་གསལ་བརྩམས་པའི་བཤད་པ་དེ་བྱས། ཨུ་མར་ཨལ་ཁ་ཟ། ཐེག་ཆེན་པ། ཐེག་ཆེན་རིགས་ཅན་གྱི་བསྒོམ་བྱ་གཙོ་བོར་གྱུར་པའི་ལྟ་བ་དེ་ནི། ཆོས་རྣམས་བདེན་པར་མེད་པའི་སྟོང་ཉིད་ཀྱི་ལྟ་བ་དེ་ཡིན་གསུངས་ནས་གང་དག་ལྟ་བ་མི་འདྲ་བ་གསུམ་བཀག་ནས་འདུག་གསུངས། ད་དེ་ནས། ཨུ་མ་ཐང་གྱུར་པའི་གྱི་སྟོང་ཉིད་ཀྱི་ལྟ་བ་དེ་ག་འདྲས་རེད་ཟེར་ན། འོ་ཡ། ད་དང་གི་ཡ་གི། བཅོམ་ལྡན་འདས་ཀྱིས་བྱ་རྒོད་ཕུང་པོ་རེ་ལ་གསུང་བཞག་པའི་ཨ་ནི་ཡུམ་རྒྱ་རི་དུས་གསུམ་གྱི་དགོངས་པ། ཤེས་རབ་སྙིང་པོ་ལ་སོགས་པ་དགོངས་པ་དེ། དགོངས་པ་འགྲེལ་དགོས་མ་དེ་སྒྲ་ཇི་བཞིན་མ་ཇི་བཞིན་ཡིན། སེམས་ཙམ་པའི་དགོངས་པ་འགྲེལ་པར་བ། ད་ཐ་འཁྱོལ་པའི་དགོངས་པ་འགྲེལ་དགོས་མ། ད་བྷ་གི་ནང་ལ་སུ་འང་ནང་བཞིན་གྱི་ད་ག་རང་རེད། གང་ད་གཟུགས་མེད་སྒྲ་མེད་དྲི་མེད་སེ་ཨ་ཏི་གཟུགས་རང་དབང་གི་མེད་གཟུགས་རང་བཞིན་གྱི་མེད་སྒྲ་རང་བཞིན་གྱི་མེད་དྲི་རང་བཞིན་གྱི་མེད་དུག་ཁ་དུག་ཁོ་རང་རང་བཞིན་གྱི་མེད། བདེན་པར་མེད་པར་མ་ཟད་རང་བཞིན་གྱི་ཡང་མེད་གཅིག་པ་ཆགས། ད་དུག་མ་ཤེས་ཡོང་དུས་ད་དུམ་འབྲས་བུ་བཞི་པོ་ཆགས་རེད། ཆོས་ཐམས་ཅད་ཀྱི་སྟེང་དུ་ནི་རང་ངོས་ནས་གྲུབ་པ་དེ་དགག་བྱ། ཆོས་ཐམས་ཅད་རང་ངོས་ནས་མེད་པ་དེ་ནི་སྟོང་ཉིད་དེ་འདྲ་ཅིག་ཡིན། གང་དག། ཆོས་རྣམས་ལ་རང་གི་མཚན་ཉིད་ཀྱི་འཕྲོས་པ་རྡུལ་ཙམ་ཡང་ཁས་མི་ལེན་པ། རང་མཚན་ཞར་གྱིས་མི་ཤེས་པ། རང་གི་མཚན་ཉིད་འཕྲོས་པ་རྡུལ་ཙམ་ཡང་ཁས་ལེན་པ་ཆོས་ཐམས་ཅད་རང་གི་མཚན་ཉིད་འཕྲོས་པས་སྟོང་པ་རེད་ཟེར་ནས་པའི་གར་ཚུགས་རེད་ད། ཆོས་ཐམས་ཅད་ཀྱི་སྟེང་དུ་གཅིག་གྱུར་གྱི་ཐོག་ནས་ཨ་ནི་གསུངས་ཏེ། ཆོས་ཐམས་ཅད་ཀྱི་སྟེང་དུ་རང་གི་མཚན་ཉིད་སྤྲོས་པའི་སྟོང་པ་ནི་སྟོང་ཉིད་ཕྲ་མོ་ཡིན་ཙང། གང་ཟག་གི་སྟེང་གི་སྟོང་ཉིད་དང་ཆོས་ཀྱི་སྟེང་གི་སྟོང་ཉིད་གཉིས་ལ་ཁ་ཁ་མེད་དེ་མེད་པ་ཡིན་ཙང་གང་ཟག་གི་བདག་མེད་དང་ཆོས་ཀྱི་བདག་མེད་ལ་ཕྲ་རགས་མེད། གང་ཟག་གི་བདག་མེད་དང་ཆོས་ཀྱི་བདག་མེད་ཟད་དེ་ཆོས་ཅན་གྱི་ཁྱད་པར་གྱི་ཐོག་ནས་གང་ཟག་གི་བདག་མེད་ཆོས་ཀྱི་བདག་མེད་ལ་རེ་མ་ཏོ་དགག་བྱ་བཀག་པའི་སྟོང་པ་ཆོས་ཉིད་ཀྱི་ངོས་ནས་ཁྱད་པར་རྩ་བ་གཉིས་ནི་མེད་གསུངས་ནས་ཨོ་ད་ཆོས་ཐམས་ཅད་རང་བཞིན་གྱིས་མེད་པའི་སྟོང་ཉིད་ལྟ་བ་འདི་གསུངས་རོ། བ་ད་དེ་ནས་མ་རིམ་པས་རིམ་པས་སྔགས་དང་སྦྲེལ་ནས་ཡུལ་ཅན་གྱི་ལྟ་བ་གསུངས་ཅེས་འདོད་དེ་དེ་དག་ངས་ད་ལྟ་ཞུ་ཡ་སྟེ། ནང་པ་སངས་རྒྱས་པའི་ནི། ལྟ་གྲུབ་ཀྱི་རྣམ་གཞག་དེ་ཧ་ཅང་གལ་ཆེན་པོ་ཅིག་ཧ་ཅང་གི་གཏིང་ཟབ་པོ་རྒྱ་ཆེན་པོ་ཅིག་འདུག་གསུངས་ཡོད་པ་རེད། ཨོ་ད་དེ་འདྲེ་ཅི། འདུག་དེ་འདྲེ་ཅི་ཡིན་པ་འདྲ་ལ། ད་རིང་གི་གསར་འགྱུར་ལས་རིམ་འདི་ཙམ་ཡིན་ང་ཚོས་ཉིན་རེའི་གསར་འགྱུར་ཁག་དྲ་ཚིགས་ཁ་བྱང TibetOnline.TV དང YouTube ནང་དུ Tibet TV གཉིས་ཀྱི་ཐོག་ལ་གཟིགས་རྒྱུ་ཡོད། དེ་བཞིན་གཤམ་འཁོད་དྲ་ཚིགས་ཐོག་ནས་ཀྱང་ཉིན་རེའི་གསར་འགྱུར་ཁག་གཟིགས་རྒྱུ་ཡོད། གཤམ་ལ་དྷརྨ་ས་ལའི་གནམ་གཤིས་སྔོན་བརྡ་དང་བོད་ཀྱི་སྨན་རྩིས་ཁང་གི་ཉིན་རེའི་ཚད་འཇལ་ལོག་འཚོལ་རུ་སྣང། རྣམ་པ་གླིང་གི་སྐུ་ངབ་བཟང། བོད་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་དགུ་དང་དཔྱིད་ཟླ་དང་པོའི་ཚེས་ཉི་ཤུ་རྩ་དྲུག་རེས་གཟའ་ཕུར་བུ་རི་འབྲོག་ཟླ་གར་གནུབས་འབྱུང་འཕྲོད་ཆུ་ཀླུང་འབྱུང་འཕྲོད་ངན་པའི་ལས་དོན་ག་ཅིའི་རིགས་འགོ་འཛུགས་གནང་རྒྱུ་མེད། ལྷག་པར་དུ་ཤིས་ཀྱི་ནམ་གུས་གཤིན་སྤེལ་བཅས་དགེ་ལས་གཏོར་མ་སོགས་གནང་རྒྱུ་མེད། དེའི་ཉིན་ནས་བཟུང་ཉི་མ་ཆུ་སྲིན་གྱི་ཁྱིམ་དུ་འཇུག་པའི་བུམ་སྡོང་ལྷོ་ཡི་ཕྱོགས་སུ་འཁེལ་གྱི་ཡོད་པའི་དགོངས་འཇགས་ཡོང་བ་དང། གཞན་ཡང་མ་དངུལ་གསོ་སྦྱོང་འཁེལ་གྱི་ཡོད་པའི་རབ་བྱུང་དུ་བ་འཛིན་པ་རྣམས་ཀྱི་དགེ་བ་གསོ་བ་དང་སྡིག་པ་སྦྱོང་བའི་ཉིན་མོ་ཡང་ཡིན། དེའི་ཉིན་ནས་བཟུང་སྤུམ་ཤ་ཞག་གསུམ་རིང་བོད་ནང་ཁ་ཆར་བྱུང་ན་ཐན་པ་མེད།